ཕྱི་ད་ང་ཁྱེད་ལ་ལ་དཔེ་དགའ་བོ་ཡོད་ཡོད་ད་འདི་ཡང་ཕྱོགས་རེ་དང་ག་རེ་ཟེར་ནས་ད་ཕྱི་ད་ཁྱེད་ལ་ག་དུས་ནས་ཅིག་གཏམ་འདི་ཚོ་གསུང་འོས་འདུག་ཟེར་ནས་དཔེ་མ་གཟིགས་ཀྱི་ཅིག་སྙན་པོ་ཚོར་གྱི་ཡོད་གང་ཡིན་ཟེར་ན་དཔེ་སོ་སོའི་སེམས་ལ་ཐག་ཉེ་བ་ཅིག་ཡོད་ར་ང་ཚོ་ཕྱི་ད་བཤད་སྲོལ་ལ་ལ་རྒྱུས་ཡོད་ཨ་ག་ཟེར་བ་རེད་ཤ་ཞིམ་པོ་རུས་པའི་གསེབ་ལ་ཡོད་གཏམ་སྙན་པོ་རྒན་པོའི་ཁ་ལ་ཡོད་ཟེར་ནས་དེ་འདྲའི་རོ་ཅིག་རེད་ཁྱེད་ལ་ག་དུས་ནས་ཅིག་གསུང་འོས་འདུག་ཟེར་ནས་བྱིའུ་ཅིག་སྡིག། རྒྱབ་ལྗོངས་ལ་ཡང་བསམ་བློ་བཏང་ཡོད་པ་དུས་ཡུན་ལ་བསམ་བློ་བཏང་ཡོད་པ་དར་མདོ་ལ་བསམ་བློ་བཏང་ཡོད་པ་ད་ཞིང་རྒྱལ་ལ་དེ་ཕེབས་དོན་ཡང་ཁྱེད་རང་ཚོ་ལས་ཅིག་ཞི་བ་ཅིག་གསུངས་ཙང་སྤྱི་བཏང་བོད་ཀྱི་སྐད་ཡིག་བོད་ཀྱི་རིག་གཞུང་ཡིན་ནའི་བོད་ཀྱི་སྐད་ཡིག་དང་བོད་ཀྱི་རིག་གཞུང་ཟེར་ཏེ་བོད་པ་གཅིག་པོ་ཡི་རེད་བས་ཟེར་ན་དེ་འདྲས་མ་ཡིན་པ་དང་ང་རང་ཚོ་ཚང་མ་ལ་ཧི་མ་ལ་ཡའི་རིགས་རྒྱུད་ཡོད་ཡོང་ཐོག་ཆོས་ཀྱི་དད་ཀྱི་རིག་གཞུང་རྗེས་འཛིན་པ་ཡོང་ཐོག་ཅིག་གིས་ཡང་བོད་ཀྱི་སྐད་ཡིག་དེ་སྦྱང་དགོས་ཡ་དེ་ང་རང་ཚོ་སྤྱི་སྐད་ཡིན་པ་ཅིག་འོ་དེ་འདྲས་ཡིན་དུ་ཟེར་ན་དེ་འདྲས་ཀྱི་ཐོག་ལ་ཡང་རྒྱལ་ལ་ཕྱོགས་ལ་ག་དུས་ནས་ད་ང་ཚོའི་རེ་བ་དང་ཞུ་བཞིན་ད་དུང་རྙོག་དྲ་མང་པོ་ཞིག་ལྷག་འདོད་རེད་ད་འདྲ་ཡང་དང་བྱས་ལ་ཡང་ད་དང་པོ་ཚོགས་ཐེངས་དང་པོ་འདི་ལ་རྙོག་དྲ་ཤས་ཤིག་གྱེས་ལ་འཕེལ་འདོད་རེད་དེ་ན། ང་རང་འདུ་འདེགས་ལ་བསླབ་གྲྭ་འདི་བཙུགས་གོ་ཡག་གི་ཆེད་དུ་དམིགས་ནས་དམིགས་ཡུལ་བཞི་ཅིག་ཡོད་པ་ཡིན་ཙང་དེ་ཡི་ཆེད་དུ་ཐུགས་ལ་བརྗེད་ངེས་པ་ཆགས་གོ་རེད། ག་རེ་ཟེར་ན་ང་ཚོ་དམིགས་ཡུལ་དེ་བརྒྱད་འདི་ལ་དམིགས་ནས་བསླབ་གྲྭ་འདི་བཙུགས་པ་ཡིན་ཙང་ང་ཚོ་བསླབ་གྲྭ་འདི་གི་ནང་ལ་ཉིན་ཞག་ཁྲུ་གཅིག་གི་སློབ་གཉེར་བ་ནས་བྱས་ནས་མགོ་ལ་དབུ་ལ་ཞུགས་ཉིན་གྱི་ལས་ལ་ཞུགས་ཉིན་གྱི་རི་དྭགས་ཆེན་པོ་ནས་བྱས་ནས་ང་ཚོ་སློབ་གཉེར་བའི་བར་དུ་ང་ཚོས་ཉིན་ཞག་ཕྲུགས་གཅིག་གི་ནང་ལ་ལས་ཀ་ག་རེ་བྱས་པ་དེའི་དམིགས་ཡུལ་བཞི་པོ་དེ། སྒྲུབ་ཡས་ཀྱི་ཆེད་དུ་དམིགས་ཡུལ་བཞི་པོ་དེ་གི་ཆེད་དུ་དམིགས་ནས་བྱེད་ཀྱི་ཡོད་རེད་དེ་ལ་དེ་འདྲས་ཡིན་ཙང་ང་ཚོ་དམིགས་ཡུལ་བཞི་པོ་འདི་ཁྱུག་ཚོད་ཅིག་ངེས་པར་བྱེད་དགོས་རེད་གཅིག་བྱས་ན་ད་ལྟ་ཁྱེད་རང་ཚོའི་གི་ཕལ་ཆེར། ཚང་མས་ཅིག་བྱས་ན་དམིགས་ཡུལ་ཞེས་པ་དེ་ངེས་པར་བྱུང་གི་ཡོད་མེད་པ་སྲིད་ཀྱི་རེད། ངས་རོབ་ཙམ་མ་གྲངས་ཀ་བྱེད་ཀྱིན་རེད་བ། ཞིབ་ཆ་ཞེ་དྲག་བྱེད་ཀྱི་མེད། དང་པོ་དེ་ང་ཚོ་འདི་སླབ་གྲ་འདི་བཙུགས་ཡས་འདི་བཙུགས་ཡས་ཀྱི་ལོ་དེ་གཅིག་སྟོང་དགུ་བརྒྱ་དྲུག་ཅུ་རེབ་བདུན་ལ་བཙུགས་པ་རེད། སླབ་གྲ་འདི་དང་མཉམ་འདི་གི་སྔོན་ལ་ད་ལྟ་ལ་དྭགས་ལ་ཡོད་པའི་ལ་དྭགས་ཀྱི་དང་པོ་ཡིན་ན་ལ་དྭགས་སློབ་གྲྭའི་དེ་དེང་སང་ད Central Institute of Buddhist Studies ཟེར་གྱི་འདུག་ལྕོག་ལམ་ས་ལ་ཡོད་དེ་གཉིས་སླབ་གྲྭ་འདི་གཉིས་གཉིས་ཏེ་ལྷག་པར་དུ་སླབ་གྲྭ་འདི་གཉིས་གཉིས་དེ་དང་གཅིག་ཡི་གེ་གང་མདོག་ལ་གང་མདོག་ལ Sikkim Institute སི་རྣམ་རྒྱལ Institute སྔོན་མ་ཟེར་གྱི་བར་ད་དེང་སང་ཁ་མིང་དེ་ཚོས་རྒྱབ་པ་རྒྱབ་དེ་འདུག་དེ་གསུམ་དེ་དེ་གསུམ་དེ་བཙུགས་ཡས་ཀྱི་དམིགས་ཡུལ་གཅིག་པ་རེད། དེ་རྗེས་བཙུགས་ཡས་དེ། རྣམ་རྒྱལ་ཨིན་སི་ཅུད་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་བརྒྱད་ལ་བཙུགས་པ་རེད། ལ་དྭགས་ཨིན་སི་ཅུད་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལ་བཙུགས་པ་རེད། བསླབ་གྲྭ་འདི་གཅིག་སྟོང་དགུ་བརྒྱ་དྲུག་ཅུ་རེ་བདུན་ལ་བཙུགས་པ་རེད་དུས་ཡུན་དེའི་གི་སྐབས་ཀྱི་གནས་སྟངས་དེ་ལ། བསླབ་གྲྭ་འདི་བཙུགས་གོ་ཡས་དེ་དམིགས་ཡུལ་དེ་བསླབ་གྲྭ་གསུམ་པོ་འདི་བཙུགས་གོ་ཡས་དང། དུས་ཚོད་དེ་ལ་བསླབ་གྲྭ་འདི་བཙུགས་གོ་ཡ་གི་དམིགས་ཡུལ་འདི་ནས་འགའ་རྩེ་གཅིག་བཞེངས་ཁུག་རེད། ང་ཚོ་དམིགས་ཡུལ་བཞི་གི་ནང་ནས་དམིགས་ཡུལ་དང་པོ་དེ། ཚིག་ལ་ལབ་ཡ་ག་རེ་བྱེད་དུས་བོད་པའི་གཞི་ཆོས་དང་རིག་གཞུང་སྲུང་སྐྱོབ་བྱེད་ཡ་ཟེར་ལབ་རེད to preserve the Tibetan culture and tradition ཟེར་ཡ་དེ། དེ་ལ་བོད་པའི་སྐལ་ཆེར་དང་ཆོས་དང་རིག་གཞུང་ཟེར་ཡ་འདི། ཐ་སྙད་དེ་ལ་བོད་པས་ཟེར་ལབ་པ་རེད་མ་གཏོགས་འདི་སྐད་དུ་ང་ཚོ་ཚང་མས་གཅིག་མཚུངས་ཀྱིས། ང་ཚོ་རིག་གཞུང་གཅིག་པ་རེད། སྐད་ཡིག། དེའི་ནང་ནས་བོད་པའི་སྐད་ཟེར་ཡས་འདི། འདི། ང་ཚོ་བཀའ་འགྱུར་དང་བསྟན་འགྱུར་ཡོད་ཉེས་ཀྱི་བཀའ་འགྱུར་འདི་ང་ཚོ་ཚང་མའི་སྤྱི་སྐད་རེད། འདི་བོད་པ་གཅིག་པོ་སྐད་ཆ་མ་རེད་ང་ཚོ་ཚང་མའི་སྤྱི་སྐད་རེད། བྱས་ཙང་དེ་ལ་དང་པོ་དེ་ལ་བོད་པའི་ཆོས་དང་རིག་གཞུང་སྲུང་སྐྱོབ་བྱེད་ཡས་ཀྱི་ཆེད་དུ་བཙུགས་པ་ཡིན་དེ་རེད། འདི་དམིགས་ཡུལ་དང་པོ་དེ་རེད་ག་རེད་ཟེར་ན་དྲུག་ཅུ་རེ་བདུན་དང་ལྔ་བཅུ་ང་དགུ་དྲུག་ཅུ་རེ་བདུན་གྱི་སྐབས་ལ་བཙུགས་པ་ཡིན་ཙང་དེ་གི་སྐབས་ཀྱི་ཆབ་སྲིད་ཀྱི་གནས་སྟངས་དེ་ལ་དཔག་ནས་བཙུགས་པར་བ། ལྔ་བཅུ་ང་དགུ་ལ་བོད་ཤོར་བར་བ། བོད་ཤོར་བ་ཡིན་ཙང། ཨ་ནི། འདི་ནི་དམིགས་ཡུལ་གཉིས་པ་དེ་དང་འབྲེལ་བ་རེད་དམིགས་ཡུལ་གཉིས་པ་དེ་ག་རེད་ཟེར་ན་ལྔ་བཅུ་ང་དགུའི་སྔོན་ལ་སྔ་མོ། ང་ཚོ། མཁར་སོགས་རུ་ང་རང་ཚོ་ཆོས་དང་རིག་གཞུང་གཅིག་པ་ཉིད་ཉོན་གི་ད་ལྟ་རྒྱ་གར་ཁོང་ལས་ཡོད་ནའི་རེད་བལ་ཡུལ་ཁོང་ལས་ཡོད་ནའི་རེད་ང་ཚོ་རི་རྒྱུད་ལས་ཡོད་ཉིན་གི་མི་རིགས་དེ་རྒྱས་འདི། སྔ་མོ་ལྔ་བཅུ་ང་དགུའི་སྔོན་ལ། ཨ་ནི་སོ་སོའི་ཆོས་དང་རིག་གཞུང་སློབ་གཉེར་བྱེད་ཁག་ལ་བོད་ལ་ཕེབས་ཀི་ཡོད་རེད་བ་ཚང་མ་དེ་ཕལ་ཆེར་ཁྱེད་རང་ཚོས་ད་ལྟ་མཁྱེན་གི་ཡོད་རྒྱུ་རེད་སྔ་མོ་ལྔ་བཅུ་ང་དགུའི་སྔོན་ལ་ཚང་མ་བོད་ལ་ཕེབས་ཀི་ཡོད་རེད། བོད་ཀྱི་བཤད་གྲྭ་ཁག་དང་གོན་སྡེ་ཁག་དང་དེ་རྒྱས་ཆོས་བརྒྱུད་རིས་སུ་མ་ཆད་པའི་བཤད་གྲྭ་དང་གོན་སྡེ་ནང་ལ་སློབ་གཉེར་ཁྱེད་ཁ་འཕེལ་གྱི་ཡོད་པ་ཡིན་ཙང། ལྔ་བཅུ་ང་དགུ་ལ་བོད་རྒྱ་ལ་ལ་ཞོགས་དུས་ཙམ་ནས་ད་ལྟིད་ཆང་མ་མེད་པ་ཆགས་ཚར་བ་ཡིན་ཙང་བོད་ལ་སློབ་གཉེར་བྱེད་ཁ་འཕེལ་ས་ཡོད་མ་རེད་པ། དེ་འཕེལ་ས་མེད་པ་ཡིན་ཙང་རྒྱ་གར་གཞུང་གིས་ལྷག་པར་དུ་ནེ་རུ་ཇིག་གིས་ཆེད་དུ་སྔར་ནས་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་བདུན་གྱི་ལོ་ལ་སྐུ་ཞོགས་འབའ་ཀུ་ལ་རིན་པོ་ཆེ་བོད་ལ་བཏང་ནས་བོད་ཀྱི་གནས་སྟངས་ག་འདྲས་ཞིག་འདུག་ད་ཕལ་ཆེར་ཕྱིན་ཆད་ཨ་ནི། རྒྱ་གར་གྱི་ཧི་མ་ལ་ཡའི་རི་རྒྱུད་ལ་བཞུགས་ཉིན་གྱི་ཨ་ནི་ང་རང་ཚོ་མི་རིགས་གཅིག་པའི་ཆོས་དང་རིག་གཞུང་གཅིག་པ་བོད་རིགས་གར་སོང་སྔོན་མ་བོད་ལ་སློབ་གཉེར་ལ་ཕེབས་ཉིན་དེ་རྗེས་དེ་མུ་མཐུད་ནས་མཆན་ཨ་ནི། ངག་རྒྱུན་ནང་བཞིན་བྱས་ནས་ཕེབས་ཐུག་ཡ་གི་གནས་སྟངས་ཡོང་ས་རེད་ཡོང་ས་མ་རེད། དེ་རྗེས་དེའི་གཟིགས་རྟོག་གནང་ག་ལ་དཔྱད་པ་གར་སོང་བརྟག་དཔྱད་གནང་ག་ལ་བཏང་གནང་རེད་བཏང་གནང་ཡིན་ཙང་བྷ་གུ་ལ་ཕེབས་བྷ་གུ་ལ་ཨ་ནི་ལྔ་བཅུ་ལྔ་བདུན་བཞུགས་དུས་ཙང་ད་ལྔ་བཅུ་ལྔ་བདུན་གྱི་གནས་སྟངས་ཧ་གོ་གོ་རེད་བ་ཨ་ནི་ད་གང་ལྟར་བོད་དེ། དག་གང་ལྟར་རྔམ་བརྗིད་མ་ལྟར་བོད་ཡོངས་རྫོགས་རྒྱ་མིའི་འོག་ལ་ཤོར་ཡ་ཡིན་པ་དང། ཤོར་ཚར་བའི་ཆེད་ལ་གང་ལྟར་བོད་ཁུ་ནང་ལ་ནི་ང་རྒྱུན་ནང་བཞིན་བྱས་ནས་སློབ་གཉེར་བྱེད་ཁག་ཡོང་ས་དེ་མེད་པ་འདི་བརྒྱ་ཆ་བརྒྱར་གྱི་ཐག་ཆོད་པ་ཡིན་ཙང། འདིའི་གནས་སྟངས་དེ་ནེ་རུ་ཇི་ལ་ཞུས་ནས་གནས་སྟངས་དེ་ནེ་རུ་ཇི་གི་རྣམ་རྒྱལ་ཨིན་སི་ཅུར་དང་ལ་དྭགས་ཅོག་བསམ་ས་འཛུགས་ཡས་དེ་རེད་དམིགས་ཡུལ་དེ་རེད་བྱས་ཀི། ག་རེ་སུ་དེ་ད་བོད་ལ་འགྲོ་ས་མེད་ན། བོད་ལ་སློབ་གཉེར་བྱེད་ཁར་འགྲོ་ས་མང་ན་དེའི་གི་ཚགས་པའི་ཨ་ནི་ཧི་མ་ལའི་རི་རྒྱུད་ཀྱི་སྔ་མོ་བོད་ལ་འགྲོ་སའི་ཆོས་དང་རིག་གཞུང་སློབ་གཉེར་བྱེད་ས་དེ་རྒྱུད་དེ་སློབ་གཉེར་བྱེད་ས་ཀྱི་བསྟི་གནས་ཀྱི་ཚབ་ཅིག་གོ་དགོས་རེད་བསྟི་གནས་ཚབ་ཅིག་གོ་དགོས་རེད་འོ་དེའི་གི་ཆེད་དུ་དམིགས་ནས་དང་པོ་ཁོ་གཉིས་བཙུགས་པ་རེད་ཡ་གི། དེའི་གི་ཆེད་ལ་འདི་བཙུགས་པ་རེད་འདི་གསུམ་པ་དེ་འདི་གི་དམིགས་ཡུལ་གསུམ་པ་དེ། སྔ་མོ། ཧི་མ་ལ་རི་རྒྱུད་ཀྱི་ང་ཚོ་མི་རེ་ཁར་སོག་རེ་ཆོས་དང་རིག་གཞུང་གཅིག་པ་ད་ལྟ་བོད་ལ་སློབ་གཉེར་བྱེད་ཁར་ཕེབས་ཉིན་དེ་སྐད་དེ་ད་བོད་ལ་ཕེབས་ས་མེད་ན་ཡང། བསླབ་གྲྭ་འདས་ལ་ཕེབས་ནས་ཨ་ནི་འདས་ལ། ཆོས་དང་རིག་གཞུང། གང་ལྟར་ཨ་ནི་སྔ་རྒྱུན་ནང་བཞིན་བྱས་ནས་གསན་བསམ་གནང་ས་ཀྱི་དམིགས་ཡུལ་གཉིས་པ་དེ་རེད། དམིགས་ཡུལ་གཉིས་པ་དེ་རེད། དམིགས་ཡུལ་གསུམ་པ་འདི། འདིའང་ང་ཚོ་གཅིག་ཤེས་དགོས་རེད་ང་རང་ཚོ་སྐད་ཀྱི་ནང་ལ་བོད་སྐད་གསལ་དེ་ངས་ད་ལྟ་གོང་དུ་ཞུས་པར་བ་འདི་བོད་པ་གཅིག་པོ་གི་ད་ལྟ། ད་ལྟ་ནི། དེང་སང་གི Citizen གི་ཤིག་པུ་ཐོག་ནས་ཡིན་ར་བ་རྒྱ་གར་གི་མི་ཁོང་ཡིན་ཉེན་བོད་པའི་མི་ཁོང་ཡིན་ཉེན་སྟབས་དེའི་གི་ཁོང་ལ་མ་གཏོགས་ཉེན་བོད་པ་སྐྱབས་བཅོལ་བ་ཡིན་དེ་ཉེན་བོད་པ་གསལ་དེ་གཅིག་པོ་གི་སྐད་མ་རེད་འདི་ང་ཚོ་སྤྱི་སྐད་རེད་འདི་ཡིན་གཅིག་མིན་གཅིག་ཤེས་དགོས་རེད་འདི་སྤྱི་སྐད་རེད། ང་ཚོ་སྤྱི་པའི་སྐད་རེད། འདི་གི་ཐོག་ལ་ཡོད་དེ་སྙིང་གི། རྒྱ་གར་གྱི་གནའ་བོའི་ཆོས་དང་རིག་གཞུང་འཛམ་བུ་གླིང་གི་སུ་གཅིག་གི་སྐད་ལ་ཉར་ཚགས་མེད་པ་དེ་ང་ཚོ་བོད་ང་རང་ཚོ་སྐད་ཐིག་གི་ནང་ལ་ཉར་བསྡད་ཡོད་རེད་པ། ཉར་བསྡད་ཡོད་པ་དེ་སྐད་ཐིག་གིས་ཨ་ནི་གནའ་བོའི་རྒྱ་གར་གྱི་རིག་གཞུང་རྙིང་པ་ཆོས་དང་རིག་གཞུང་རྙིང་པ་ཁོ་རང་ཚོ་གི་ནང་ལ་བཀླགས་ཚར་བ་དེ་སྐད་ལ་སླར་བསྐྱར་གསོ་རྒྱ་གར་གྱི་སྐད་ལ་ཚུར་བསྐྱར་གསོ་བྱེད་ཡག་དང། གང་ཡོད་པ་དེ་བཅས་ཉར་ཚགས་བྱས་པའི་ཐོག་ནས་སླར་བསྐྱར་གསོ་བྱེད་ཡག་གི་ཆེད་དུ་ང་ཚོའི་དམིགས་ཡུལ་གསུམ་པ་དེ་རེད།

བསླབ་གྲྭ་འདི། རྩ་བའི་སློབ་ཚན་བདེ་ལ་བཞག་ཡས་འདི་ད་དོ་གོང་དུ་བཤད་པ་ནི་དམིགས་ཡུལ་དེ་རྒྱས་དེ་གཞི་བཟུང་ནས་བདེ་ལ་སློབ་ཚན་བཞག་ཡས་དེ་རྒྱས་དེ་གི་ནང་ལ་དག་ཁྱེད་རང་ཚོ་ཧ་གོ་གོ་རོ་འཛིན་གྲྭ་དེ་ལ་སློབ་ཚན་དྲུག་འདུག་ཨ། དྲུག་གི་ནང་ནས་གཉིས་དེ་གཞུང་རེད་རྒྱ་གཞུང་དང་རང་གཞུང་སྲིད་དེ་གང་དག་ནང་པའི་ལྟ་གྲུབ་ཀྱི་གཞུང་ལུགས་ཁོག་དེ་རེད། ནང་པའི་ལྟ་གྲུབ་ཀྱི་གཞུང་ལུགས་ཁོག་དེ་རེད། ད་འདི་ནི་ངས་ང་རང་གི་བསམ་ཚུལ་བྱས་ནས་འདི་འདྲས་བསམ། གཞུང་དེ་སློབ་ཚན་དེ་ཁྱེད་རང་གཉིས། ལྟ་གྲུབ་དང་གཞུང་གཉིས་ཀྱི་སློབ་ཚན་གཉིས་ཡོད་རེད་དེ། ང་ཚོ་གདམ་ག་ཡོད་མ་རེད་ཆ་ཚང་བྱང་ཁུ་ཡོད་རེད་མ། དེ་ནས་འདས་ང་ཚོ་འདས་ལ་སྐད་ཡིག་གསུམ་ཡོད་རེད། སྐད་ཡིག་གསུམ་ཡོད་རེད་སྐད་ཡིག་གསུམ་གྱི་ནང་ནས་བོད་སྐད་ཡིག་བྱས། ལེགས་ཆ་སྐད་ཡིག་བྱས། ཨ་ནི་དེ་ནས་ཧིན་དི་དང་དབྱིན་ཇི་གཉིས་ཀྱི་ནང་ནས་གང་རུང་གླེང་ཁོ་ཡ་སྐད་ཡིག་གསུམ་གྱི་གདམ་ག་ཡོད་མ་རེད་སྐད་ཡིག་གསུམ་གླེང་ཁུ་གུ་ཡོད་པ་དེ་གི་ནང་ནས་དང་པོ་དེ་ལ་ཤུགས་དེ། བོད་སྐད་འདི་གང་དུ་རྒྱག་བ་རེད་བོད་པའི་སྐད་ཡིག་འདི་བོད་པའི་སྐད་དེ་ང་ནི་དམ་པའི་རེད་བོད་པའི་སྐད་བསྲེས་ཏེ་ང་རང་དུ་ཇི་སྐད་ཟེར་ལ་ཡིན་པ་ངས་བོད་པའི་སྐད་དང་བྲིས་ཀྱི་ཤུགས་ཏོག་ཚིག་ག་ཚོད་རྒྱབ་ན་གར་སོང་ན་དམ་པའི་ཁྱེད་རང་ཚོ་འདུག་སྟེ་དུས་དུས་ཙམ་ནས་དཔེ་དགོང་ལོ་ཆུང་ཆུང་བཞི་བ་རེད་འདུག་ཨ་ཉི་ངོ་ནས་ཤ་ཚ་ཡ་རེད་བྱེད་འདུག་སྙིང་ཆེ་བ་འོན་ཏེ་དགོང་ལོ་ཆུང་ཆུང་རེད་ཤག་དགོང་ལོ་ཆུང་ཆུང་དེ་འདྲས་ཡིན་དུས་ཙམ་ནས་ད་ལྟ་བོད་ང་ཚོའི་སློབ་ཚན་འདི་སྐད་འདི་མང་ཆག་ལྷག་པར་དུ་རྒྱ་གཞུང་རང་གཞུང་འདི་སྐད་དུ་ཚང་མ་བོད་པའི་སྐད་དང་ཡི་གེ་ནང་ལ་སློབ་ཁྲིད་བྱེད་ཀྱི་ཡོད་པ་ཡིན་ཙང་དང་པོ་བོད་པའི་སྐད་དེ་ཡ། གནས་ཚད་དེ་ཏིག་ཅི་ཡང་གསོག་མ་ཐུབ་ན་ཨ་ནི་གཞུང་འདི་སྐྱེས་ཀྱི་ནང་དོན་ཤེས་ཡས། གཞུང་འདི་སྐྱེས་ཀྱི་ནང་དོན་དང་པོ་ནི་རྟོགས་ཚུལ་ང་རང་ཚོ་ལ་གོམས་འདྲིས་གཞི་ནས་གོམས་འདྲིས་སྔར་ཡོད་མ་ར་བ་གོམས་འདྲིས་གསར་དུ་གཞི་ནས་གོམས་འདྲིས་བྱེད་དགོས་ཡས་ཡིན་ཙང། ཨ་ནི་དེའི་གང་ལེགས་སྐད་ཡིག་དེ་ཞི་དྲག་གི་གར་སོགས་རེད་བྱང་ཆུབ་པ་རེད་ཅེས་མེད་ན་གོམས་འདྲིས་ཆེན་པོ་རེད་ཅེས་མེད་ན་རྟོགས་དེ་དཀའ་ངལ་འཕྲད་ཀྱི་རེད་བ་བྱས་ཙང་སྐད་ཡིག་དེ་སྐད་ཡིག་གསུམ་གྱི་ནང་ནས་བོད་པའི་སྐད་དེའི་གང་ལེགས་དང་པོ་དེའི་གང་དེ་ལ་ཞུགས། སློབ་ཚན་དྲུག་ཡོད་པ་དེ་ཚང་མ་གཅིག་པུ་གཅིག་རྐྱང་བྱང་ཐུག་གི་མ་རེད་དེ་དངོས་གནས་དང་རེད་དེ་གི་ནང་ནས་ཨ་ནི་གལ་ཆེ་ཆུང་དང་ཏོག་ཙམ་སོ་སོའི་སོ་སོའི་གོམས་འདྲིས་དང་སོ་སོའི་དོ་སྣང་ཡོད་པ་དང་དེ་དང་པགས་ནས་ལྟིས་ཚུལ་གདམ་དགོས་པ་རེད། བྱས་ཙང་རྒྱ་གཞུང་རང་གཞུང་གཉིས་དེ་གདམ་ཁུ་གདམ་ག་ཡོད་མ་རེད་ཡིན་ཐག་ཆོད་རེད་དེ་དང་མཉམ་དོ་ལ་བོད་པའི་སྐད་དེ་ཁྱི་ནས་དང་པོ་སློབ་ཚན་གསུམ་དེ་གང་ལ་ཡང་ན་ཚོ་ཤུགས་ཀྱི་སྐྱོང་དགོས་རེད་རེད་པ། དེ་བྱས་ཨ་ནི་ད་དོན་དག་དེ་ངས་ད་ལྟ་ལབ་ཡས་དེ་དེར་ཁྱེད་རང་ཚོས་དེར་སློབ་ཁྲིད་གནང་ཡས་དེ། ང་ཚོ་འདས་ལོའི་ཁྲིད་ཡས་འདི་སློབ་ཁྲིད་གནང་ཡས་དེའི་གོང་དུ་ད་ལྟ་བཤད་པའི་དམིགས་ཡུལ་བཞི་པོ་དེ་གཞི་ལ་བཞག་པའི་ཐོག་ནས་ང་ཚོ་འདས་ལོའི་སློབ་ཁྲིད་ཀྱི་བྱས་ཡས་ཀྱི་སློབ་ཚན་ཡང་དམིགས་ཡུལ་དེ་བཅས་གཞི་ལ་བཞག་པའི་ཐོག་ལ་བཞག་ཡོད་རེད། སློབ་ཁྲིད་བྱེད་སྟངས་དེ་དང་ལམ་ལུགས་དེ་ད་དམིགས་ཡུལ་བཞི་པ་དེ་ག་རེ་རེད་ཟེར་ན་ད་ང་ཚོའི་སློབ་ཚན་བཞག་ཡས་དེ་བཅས་དེ་གཞུང་དང་སློབ་ཚན་ག་རོག་ད་གཙོ་བོ་དམིགས་ཡུལ་ཁོ་རང་མི་རིགས་གཅིག་གི་ཆོས་དང་རིག་གཞུང། སྲུང་སྐྱོབ་བྱེད་ཡ་དེའི་དམིགས་ཡུལ་ལ་གཙོ་བོ་ལ་ཁྱི་དེ་ཡོད་པ་ཡིན་ཙང། ཨ་ནི། གང་སྲུང་ཁོ་ཡ་གི་སློབ་ཚན་དེ་སྐྱེས་དེ་མི་རིག་གཞུང་དེ་སྐྱེས་དེ་བྱང་བོར་བ། དེ་སྐྱེས་སློབ་ཁྲིད་བྱེད་གི་བ་རེད། ད་དེ་སྐྱེས་དེ་སློབ་ཁྲིད་བྱས་ནས་ཨ་ནི་སློབ་ཁྲིད་བྱས་དེ། དེང་སང་གི Modern University གི Education གི System དང་མཐུན་པ་བྱས་ནས་ཨ་ནི་ཁོ་རང། ཁར་སོག་རེད། སློབ་ཚན་གཏན་འབེབས་བྱས་དེ་སྐྱེས་དེ་ཉི་མ་རེ་ལ་འཛིན་གྲྭ་དུས་ཚོད་ངེས་ཅན་གི་འཛིན་གྲྭ་ཚུགས། ཨ་ནི། ལོ་དང་ཟླ་དུས་གཙང་སོང་ན་ཡིག་རྩལ་བཏང་ཨ་ནི་དེ་བྱས་ལ་ལག་འཁྱེར་སྤྲད་ཡས་ཀྱི་ལམ་སྲོལ་འདི། ད་དེང་སང་གི་གཙུག་ལག་གི་སློབ་གཉེར་ཁང University སྤྱི་ཆིངས་ཀྱི་སློབ་སྦྱོང་གི་ལམ་སྲོལ་གྱི་སྤྱི་དང་མཐུན་པ་འཚོལ་ཡོད་རེད་ཞི་བ་དེ་དེ་རེད་ཞི་བ་དེ་དེ་རེད་ད་གཙོ་བོ་དེ་ང་ཚོ་གོང་དུ་བཤད་པའི་དམིགས་ཡུལ་གསུམ་པོ་དེ་ང་ཚོ་སེམས་ལ་ངེས་ནས་ཨ་ནི་ང་ཚོ་དེའི་སློབ་ཚན་བྱང་གོ་ཡས། ང་ཚོ་དེ་ལ་བསླབ་གྲྭ་འདི་བཙུགས་གོ་ཡས་ཁོ་རང་དམིགས་ཡུལ་ག་རེ་ཡིན་པ་འདི་གི་ནང་ལ་བཙུགས་ནས་ནི་བསྡད་ལ། དབུ་ལ་ཞུགས་ཉེ་གནས་བྱས་ནས་སློབ་གཉེར་བའི་བར་དུ་ང་ཚོའི་བྱེད་སྒོ་རྣམ་གཞག་འདི་ཉིན་ཞག་ཕྲུགས་གཅིག་གི་བྱེད་སྒོ་རྣམ་གཞག་འདི་དམིགས་ཡུལ་གསུམ་པོ་འདི་གང་དང་པོ་གསུམ་འདི། གྲུབ་ཡས་འདི་ཡིན་པ་ང་ཚོའི་སེམས་ཀྱི་གཏིང་ལ་བཅག་ནས་འདི་གནང་དགོས་བ་རེད། ད་མི་ཚོ་དེང་སང་གཟིགས་ཡོད་རེད་མང་པོ་གཟིགས་བར་ང་ཚོ་རྒྱ་གར་གཞུང་ག་གཟིགས་བར་ཁྱོད་ཚོ་བསླབ་བྱ་འདི་ནས་ཐོན་ནས་ག་རེ་བྱེད་ཀྱི་རེད་ག་རེ་ཕན་ཐོགས་ཀྱི་རེད་ལས་ཀ་ག་རེ་རག་གི་རེད་འདི་གཟིགས་ཡོད་རེད།

བསླབ་གྲྭའི་ནང་ལ་སློབ་ཆུང་འགྲིམ་མི་སློབ་གཉེར་བྱེད་ཟེར་ཡས་འདི། གཅིག་སློབ་ཚན་གྱི་གཞུང་ལུགས Text དེ་སྐད་དང་དེ་སྐད་དེ་ཤེས་ཡས་བྱེད་ཡས་དང་ཡི་གེ་ཀློག་ཡས་དང་བྱང་ཡས་དང་བྲི་ཡས་ཤེས་ཡས་དེ་གཅིག་པོ་ཟིག་ཡོད་མ་རེད། སློབ་ཆུང་ཟེར་ཡས་དེ་གཙོ་བོ་བསམ་བློའི་ཆུ་ཚད་མཐོ་རུ་བཏང་ཡས་དེ་རེད། བསམ་བློའི་སོ་སོའི་བསམ་བློའི་ཆུ་ཚད་མཐོ་རུ་བཏང་ནས། བསམ་བློའི་ཆུ་ཚད་མཐོ་རུ་བཏང་ཟེར་དུས་ཚང་ནས་ད་ལྟ་སོ་སོའི། སོ་སོའི། དཔེར་ན་སོ་སོའི་དོན་དག་ཡིན་ན་ག་འདྲས་བྱེད་གོ་གི་ཡོད་ག་འདྲས། ག་རེ་བྱས་ན་ཡག་ག་ཡོད་ག་རེ་བྱེད་གོ་གི་ཡོད་དེའི་སོ་སོའི། སོ་སོ་སོའི་ཐག་མ་ཆོད་ཉིན་གྱི་གནས་སྟངས་དེ་ནས་བསམ་བློའི་ཆུ་ཚད་མཐོ་རུ་མཐོ་རུ་མཐོ་རུ་ཕྱིན་སོང་ན་ཨ་ལས་ད་སོ་ལ། སུ་གཅིག་ལ་དྲིས་མི་དགོས་པར་སོ་སོ་སོའི། སོ་སོའི་བསམ་བློ་བཏང་ནས་སོ་སོའི་བྱེད་སྒོ་རྣམ་གཞག་དེ་གྱིས་དེ་སོ་སོའི་བྱེད་ཤེས་པ་ཅིག་དང། འཇིག་རྟེན་གྱི་འགྲོ་ལུགས་དང། དེ་རྒྱས་ཀྱི་ཆ་ཚང་ཤེས་ཡས་རེད། གཙོ་བོ་འདིར་སློབ་གཉེར་ཟེར་སློབ་སྦྱོང་ཟེར་དེ་བསམ་བློའི་ཆུ་ཚད་མཐོ་རུ་བཏང་ཡས། བསམ་བློ་གོ་རྒྱ་ཆེ་རུ་བཏང་ཡས། རེད་པ། ཨ་ནི། དེ་རེད། དེ་ཡིན་ཙང་ང་ཚོ་བདེ་ལ་བླ་པའི་སློབ་གཉེར་སློབ་སྤྱི་རུ་འདི་རྒྱས་འདི་གི། སློབ་སྦྱོང་ཡག་པོ་བྱས་འདི་རྒྱས་དེ་ག་ཚོད་བྱུང་དང་ང་ཚོ་བདེ་བྱང་ཡས་འདི་རྒྱས་བྱང་ན། མི་ཚེ་འདི་གི་དོན་དག་ད་ཨ་ཅང་ཅང་ད་ལྟ་བར་དུ་ད་ལྟ་བར་དུ་བསླབ་བྱ་འདི་ནས་ཐོན་ནས་ཨ་ནི། འགྲོ་ཚར་མ་རག། ཟ་རྒྱུ་མ་རག། ལང་ཀ་ལ་རིགས་དེ་གཉིས་སུ་གཅིག་མི་འདུག་ཀུན་སྤྱོད་མི་འདུག། བསླབ་བྱ་འདི་ནས་ཐོན་ཉེས་འདི་བསྐྱེད་འདི། སྤྱི་ཚོགས་ག་བར་ཕྱིན་སོང་ན་ད་སྤྱི་ཚོགས་ཆེན་པོ་ཞི་བོ་ཡོད་མ་རེད་ང་རང་ཚོའི་སྤྱི་ཚོགས་མང་ཆེ་བ་ང་རང་སྤྱི་ཚོགས་རེད། བ་རི་ན་སི་སི་དུས་ཙང་ནས་མི་ཚོགས་ཀྱི་ཁར་ཚོགས་རེད་མཚམས་མཚམས་ལ་ཁོང་ཚོས་སར་ཁ་སི་ཀྲིག་བྱས་ནས་ཅིག་ཏིས་ཁར་ཚོགས་རེད་འདིར་བ་ཚོགས་རེད་བྱས་ནས་གང་ལྟ། བ་ར་ན་སིའི་སི་ཏུ་གཞན་དང་མ་འདྲ་ར་ཅིག་ད་ལྟ་བར་དུ་བྱུང་ཡོད་རེད། ཐོན་ཡོད་རེད་དངོས་གནས་རེད། ད་འདི་སོ་སོའི་ངོས་ནས་ཧུར་ཐག་བར་ཐག་བྱས། ཨ་ནི་འདས་ལ་སློབ་ཚན་ཡོད་པ་དེ་སྐྱེས་ཀྱི་སློབ་ཚན་འདི་སྐྱེས་འདི་ཀྱི་ཚེ་འདི་ཀྱི་བསམ་བློ་ཙམ་མ་ཡིན་པས། སོ་སོ་མི་བཟང་པོ་ཅིག་མི་གཅིག་བཟོ་ཡ་ཅིག། མི་ཡ་རབས་ཅིག་དང་མི་བཟང་པོ་ཅིག། སྔོན་མ་ང་ཚོ་དེ་གཉིས་ཡོད་ང་ཚོ་དེ་དངོས་གནས་མ་ངས་དྲུང་སྐྱག་རྫུན་རྩ་ནས་མ་རེད་ད་ང་ཚོ་སྔོན་མ་དེ་ཕལ་ཆེར་དེ་ནས་ཡིན་མིན་པར་དེ་ནས་ཡིན་ཉིན། བུ་མོ་ཆུ་ཐིག་གི་ཨ་མ་དེ་གིས་དེ་ལབ་བཞག་དེ་དངོས་སུ་ལབ་བཞག། བུ་མོ་བ་ར་ན་སིར་ལབ་གྲ་གར་ཅན་བཏང་གི་ཡིན་པ་སེ་ལབ་ཡོད་ས་རུ་བྲིས་ཡོད་དུས་ཙང་ནི་ད་གཞན་དག་གང་ཞིག་ད་བ་ར་ན་སིར་བཏང་ན་མི་ཆགས་ཀྱི་འདུག། ཨ་ནི་ལབ་གྲ་གཞན་དག་ལ་བལྟས་ན་ད་འདི་ཕལ་ཆེར་ཀོམ་པེར་ཏེབ་རེ་རེད་དངོས་གནས་རེད། དེང་སང། གཞོན་སྐྱེས་དེ་སྐྱེས་དེ་ལྷག་པར་དུ་བུ་མོ་དང་དེ་སྐྱེས་དེས་སླབ་གྲྭ་གཞན་དག་ལ་ཕྱིན་ན། ཨ་ནི་སླབ་གྲྭ་གཞན་དག University གི་ནང་གི Life ག་འདྲས་ཤིག་འདུག་ཁྱེད་ཚོ་ལྷག་གོ་བུར་བ་ག་འདྲས་འདུག། ང་ཚོ་འདས་ལ་ཡོད་ཉེས་ཀྱི་སློབ་གཉེར་བས་དེ་སྐྱེས་དེ་ཁོ་དང་ཁྲིམས་དང་སྒྲིག་ལམ་གཅིག་གི་ནང་དེ་དུས་པས་གོ་གསུམ་གྱི་སྤྱོད་ལམ་གཞན་དག་དང་དུར་ན། ཡག་དང་དུག་ཟེར་ཉེན་དེ་དུར་གོ་རུ་བ། Comparative ར་བ་འདེད་བྱེད། ཡག་པོ་དུག་པོ་ཟེར་སྙིང་གི Adjective ཚང་མ་གཅིག་དང་དུར་ནས་ཨ་ནི་ཡག་དང་དུག་རྩི་བོར་བ། རི་ང་གཉིས་དུར་ནས་རི་ང་ལས་སྟོད་ནས་ཐུང་ང་རེད་ཐུང་ང་ལས་སྟོད་ནས་རི་ང་རེད་མ་གཏོགས་གཅིག་གིས་གཅིག་ལ་མ་ལྟོས་པའི་རི་ང་ཐུང་ང་ཟེར་ཡ་ཡོད་མར་བ། བྱས་ཙང་ཡག་དུག་ཟེར་སྙིང་འདི་ཡང། སྤྱི་ཡོངས་གཞན་དག་གི་གནས་སྟངས་བསླབ་གྲ་ཁག་དང་གཞན་དག་ལ་བཙན་ན་ང་ཚོ་བདེ་སྐྱིད་ཚེ་ཐོན་པ་བདེ་སྐྱིད་དེ་ད་ལྟ་བར་དུ་སྤྱི་ཚོགས་ཁོ་ན་ལ་གོ་གསུམ་གྱི་སྤྱོད་ལམ་ག་རེ་ཡིན་ན་ཡང་མ་འདྲ་ཞིག་སོ་སོ་ཕ་མ་སུ་ཡིན་ནས་ཕ་མས་སོ་སོའི་བུ་ཕྲུག་དེ་ལ་བར་ན་སེལ་བཏང་ནས། བསྟན་ཤིག། ཇོ་རིན་པོ་གར་སོགས་རེ་སྤེལ་ཏེ་མི་འཕྲོག་བླ་ལ་བྱིན་བཞག་བསམ་པ་དེ་འདྲའི་ཀུན་སྤྱོད་བྱུང་མྱོང་ཡོད་མ་རེད། རེད་པ། བྱས་ཙང། ཁྱེད་ཚོའི་བོད་ཆས་ཕ་མ་ཚོའི་ཁྱིམ་མ་ཁྱེད་ཚོ་བར་ན་སེལ་ཐད་ནས་ངའི་བུ་ཕྲུག་ཕ་མ་བར་ན་སེལ་བཏང་ནས་ངའི་ལྟ་དེ་ནོར་བཞག་འགྱོད་པ་བྱུང་བཞག་བསམ་ཏན་ཏན་ཡོང་མདོག་ཁོག་མ་རེད་རེད་པ། ད་ཡིན་ན་ཡང། འདི་རྒྱ་ལྷ་མོ་རང་བཞིན་ཡོད་མ་རེད་ཁྱེད་རང་ཚོ་གི་ཧུར་ཐག་བར་དུ་བརྩོན་དགོས་རེད་བརྩོན་འགྲུས་ཆེ་དགོས་རོགས་འབད་བརྩོན་ཆེ་དགོས་རེད་དངོས་གནས་སློབ་ཚན་ཁག་པོ་ཡོར་དང་དངོས་གནས་རེད་ཁྱེད་རང་ཚོ་གོང་ལོ་ཆུང་ཆུང་བཞི་པ་རེད་དོ་ངས་ཐེངས་གཉིས་པ་ལབ་སོང་ཁ་ནས་དངོས་གནས་རེད་གོང་ལོ་ཆུང་ཆུང་དངོས་སྨན་འདུག་ང་ཚོ་ཡོང་དོན་ཡོང་འདུག་ཤ་གསར་ཤུགས་ཇེ་ཉེ་གི་མ་འདུག་བལྟས་ཡོང་ན་ད་ཁྱེད་རང་ཚོ་སྐབས་འདི་དཔེར་བལྟས་ལོ་ན་ཕྲ་ཤོར་ལ་ཆགས་བསྡད་ཤག་དངོས་མ་དང་པོ་སྐབས་ལ་ང་ཚོའི་སྐབས་འདི་ཡིན་ན་མེ་ཏོག་དེ་ཡིན་ན་དང་པོ་སྐྱེས་ས་རྒྱ་བོད་ལ་སྐྱེས་ཨ་ནི་རྒྱ་གར་ལ་སླེ་ཡོད་ཉེས་ཀྱི་མེ་ཏོག་དེ་རེད་ཡིན་དུས་སླབ་གྲྭ་སླེ་ཡོད་དུས་ལོ་ཡག་ག་ཚོད་སླེ་ཚར་ཡོད་རེད། དེའི་གི་བྱས་ཀྱི་མེ་ཏོག་དེ་ཡང་དེ་འདྲ་བོ་རེད། དེ་ནས་རྒྱལ་རྒྱུ་རྒྱལ་དྲག་ནས་ཨ་ནི་ང་ཚོ་ཡོང་ཉེས་དེ་དེ་ཡང་བོད་ནས་ཕེབས་ཉེས་དེ་གྱི་སར་བསང་ཆོས་ལ་ཕེབས་ཉེས་དེ་གྱི་ཡིན་ཙང་ཡ་ཚང་དེ་གྱི་དེ་ཡ་སླབ་གྲྭ་དེ་སླེ་ཡོད་དུས་གོང་ལོ་ག་ལ་ག་རོག་ཕེབས་ཚར་ཡོད་རེད། ག་རོག་ཕེབས་ཡོད་སྲིད་དུས་ལྔ་བཅུ་དྲུག་ཅུ་སླེ་ཡོད་སྲིད་ཡོད་མ་རེད་ད་ཡང་ཉི་ཤུ་ཡ་ག་ཚོད་དེ་འདྲ་རེད་རེད་བ། རེད་བ། ད་ཁྱེད་ན་ཚོ་ད་དེ་འདྲ་ཡ་ད་འདྲ་ཉི་ཤུ་ཡ། ཉི་ཤུ་ཡར་བཞག་གྱེན་དུ་ཡང་སྟག་ཧོ་ཧུ་དུ་བ་ངང་ཆད་དེ། བྱས་ཙང་གོང་ལོ་བབས་རེད་བྱས་ཙང་ཁྱོད་ཚོའི་གོང་ལོའི་བབས་དང་བསྟུན་ན་ང་ཚོའི་སློབ་ཚན་འདི་སང་ཉིན་ཏོག་ཙེ། སོ་ནོ་སའི་ཁྲག་སེར་དང་ཡོང་མདོག་ཁ་པོ་རེད་ཡིན་ན་བཙུན་དུག་རུས་གཅིག་དང་ཧུར་ཐག་བར་ཐག་ཕྱིས་དར་བ་ཨ་ནི། ང་ཚོ་སྡེ་ལ་ཡོད་ཉེས་ཀྱི་ལས་བྱེད་ཡིན་ན་རེད་ལྷག་པར་དུ་གྱེན་ལྷག་ཚོ་ཡིན་ན་རེད། ངོ་ནས་ཧ་ལས་པའི། ལྷག་བསམ་རྣམ་དག། ཡག་པོ་ཡོད་རེད། ཨེ་རེད། ཨ་ནི་ཤེས་ཀྱི་མི་འདུག་ན་གན་ལ་ཐོར་ཡང་འཇོན་ཡང་འཇོན་ཡ། གོང་གོ་ཞུགས་ཞུགས་བྱས། ཨ་ནི་ད་སྐད་ཆ་མང་པོ་ཞེ་དྲག་ཤེས་ཡ་མི་འདུག་ཐོག་ཐོག་དེ་ང་ཚོ་འདིར་ཡོང་གོ་ཡ་བསླབ་གྲྭ་འདི་གི་དམིགས་ཡུལ་ག་རེ་ཡིན་པ་དེ་ཁྱེད་ཚོ་བློ་ལ་འབྱེད་ངེས་གོ་རེད། ཨེ་རེད། ང་ཚོ་འདི་ཨ་ནི་འདི་ལ་སློབ་ཚན་ཡོང་ཡ་དེ་དམིགས་ཡུལ་དེ་དང་མཐུན་པ་ཅིག་ལ་བྱས་དེ་ཡོད་རེད། ང་ཚོའི་བསླབ་གྲྭ་འདི་གི་ནང་ལ་འདི་ལ་ཕེབས། འདས་ལ་ཕེབས་ནས་ཨ་ནི་སླབ་གྲྭ་འདི་གི་དམིགས་ཡུལ་གཞི་ལ་བཞག་པའི་ཐོག་ནས་སློབ་ཚན་འདི་སྐྱེལ་ཏེ་སློབ་ཁྲིད་བྱས་ཡང་ཚུ་སྦྱོང་བརྡར་བྱས། བྱས་ནས་གང་ལྟར་ང་རང་ཚོའི་གི་མི་རིགས་གཅིག་གི་ཆོས་དང་རིག་གཞུང་འདི་འཛིན་སྐྱོང་བྱས་ཏེ་ཡོད་ན་འདི་ཡི་སླབ་གྲྭ་གཞན་དག་ལ་ཁ་ཕྱིན་ནས་མི་འགྲོ་ཉེན་ཁོ་རང་གི་མི་གཅིག་གི་མི་ཚེ་གཅིག་གི་འགྲོ་སྟངས་དེ་གཅིག་པོ་བྱས་དེ་བ་ལས་ང་ཚོ་འདས་ལ་མི་རབས་གཅིག་གི་ཁ་སོགས་མི་རིགས་བཅས་ཀྱི་ཆོས་དང་རིག་གཞུང། ནི། མི་ཉམས་རྒྱུན་འཛིན་གྱི། ལས་ཀ་བྱས་ཏེ་གཟི་བརྗིད་ཆེན་པོ་རུ། བ་འདི་སྐད་དུ་ཚང་མ་ཐུགས་ལ་བཞག་ནས་ཧུར་ཐག་ཕར་ཐག་གནང་རོགས་གནང། རུ། བ། ནི། ཚ་བའི་དཀའ་ངལ་ཞེ་དྲག་མི་འདུག་མི་ཆེན་འདུག་སྔོན་མ་ང་ཚོའི་སྐབས་རེ་ཡིན་ན་ཚ་བ་ཞེ་དྲག་ཡོད་རེད། མཐུན་རྐྱེན་ཚང་མ་ཡག་པོ་འདུག་བ་ད་འདི་མཐུན་རྐྱེན་ཡག་པོ་འདུག། བསླབ་གྲྭའི་ར་བ་གཅིག་རེད་བསླབ་གྲྭའི་འདས་ལ་ག་ས་རེད་བཞུགས་ས་ཡིན་ནའི་རེད་མཐུན་རྐྱེན་ཚང་མ་ཁྲ་ཏིང་ཏིང་གཅིག་གོང་མ་གཅིག་ཡར་སྤྲད་མོ་བ་ཁྲ་ཏིང་ཏིང་འདུག་བ་འདི་ག་རེ་བྱས་ནས་རེད། དམིགས་ཡུལ་འདི་འདྲས་བྱོས་ཡོད་ཙང་ང་ཚོས་དམིགས་ཡུལ་འདི་འདྲས་བྱོས་ཡ་དམིགས་ཡུལ་དེ་གྲུབ་ཡས་ཀྱི་ཆེད་དུ་ཨ་ནི། མཐུན་རྐྱེན་ཡོངས་རྫོགས་འདི་རྒྱ་གར་གཞུང་གིས་བཏང་གི་ཡོད་རེད་བ། རྒྱ་གར་གཞུང་ལ་བཏང་བསླབ་གྲྭ་འདི་བཙུགས་ཡས་དེ་རྒྱ་གར་གཞུང་གིས་བསླབ་གྲྭ་འདི་ག་བ་རིན་པོ་ཆེ་གི་ད་གར་སོགས་རེད། Pet Project རེད་ཨིན་ཇི་སྐད་བྱས་ན་རེད་བ། ཁོ་རང་གི་པའི་ཐུགས་རེ་བ་ཆེན་པོ། ངོ་མ་འདི་བཀའ་སློབ་ཅིག་ཕེབས་པའི་བཀའ་སློབ་རིང་མོ་སྐྱབས་མགོན་རིན་ཆེན་འདི་གསུངས་སོང་བ་དེ་ལ་ཕེབས་དུས་ང་ཚོས་བསླབ་གྲྭ་འདི། བྱེ་མ་བོད་རང་བཙན་ཐོབ་གི་ཡོད་ན་བསླབ་གྲྭ་འདི་དེ་གོ་གི་ཡོད་ད་བྱམས་འདི་གསུངས་སོང་བ། གསུངས་སོང་བ་དེ་ང་ཚོ་དེ་བཀའ་སློབ་ཕེབས་དུས། ང་ཚོ་དགེ་རྒན་ལས་བྱེད་དེ་གཅིག་དེ་ཟུར་གཅིག་ལ་སྐད་བཏང་ནས་བསྟི་དུས་འདི་གསུངས་སོང་བ། བྱས་ཙང་འདི་ཕྱི་ཕོ་གཅིག་གི་པའི་རྒྱ་བོ་རིན་པོ་ཆེ་གི་ཐུགས་རེ་ཡོད་དེ་ཉིད་ཕྱིར་ཨ་ནི་ང་ཚོ་ངོ་ནས་དྲང་གནས་ང་རང་ཚོ་ཚང་མ་རྒྱ་བོ་རིན་པོ་ཆེ་ལ་གར་སོ་བར་ད་ཡིད་ཆེས་དད་པ།

ཨ་ནི་བླ་མའི་བཀའ་གྲུབ་ཡས་འདི། བླ་མའི་བཀའ་གྲུབ་ཟེར་དུས་ཙམ་ལས་བླ་མས། ཁྱེད་རང་ལ་དངུལ་ཡོད་པ་འདི་ང་ལ་ཁྱི་ཤོག་འདི་ཁྱི་ཤོག་ཟེར་གི་དོན་འདི་བཀའ་དེ་ཉན་བ་མ་རུང་བ་འདི་སྐད་ཆ་མ་རུང་འདི་སྐད་ཆ་ཟེར་བ་མ་རུང་བ། བླ་མའི། བསླབ་བྱ་གང་དག། འདི་ཕྱི་གཉིས་ཀྱི་ལམ་སྟོན་བྱས་པ་དེ་སྐྱིད་དེ། སེང་ན། ཨ་ནི་ཆོས་པའི་ཕྱོགས་དེ་རེད་རེད་བ། དེ་ཙམ་འདི་ང་ཚོ་བསླབ་བྱ་དེ་དཔེ་གལ་ཆེན་པོ་ཡིན་ཙང་ཁྱེད་རང་ཚོས་ཀྱི་ཧུར་ཐག་བར་ཐག་བྱེད་དགོས་རེད་ད་བློ།